ལྟ་སྟངས་རིམ་པ་གསུམ་བརྗོད་རབས་དང་མང་པོ་ཞིག་ཡོད་ལ་བལྟས་ནས་དད་པ་སེལ་ཡོད་ཡོད་པར་བ། འོ་དེ་འདྲ་བའི་དད་པ་དེ་ད་ཉོ་ཡ་ཡོད་མ་རེད། འོ་དེ་འདྲ་བའི་དད་པ་དེ་སློང་ཡ་ཡོད་མ་རེད། སོ་སོའི་རྒྱུད་ལ་ཡང་ནི་དེ་སྐྱེས་བསྡད་པ། ཨ་དེ་གོང་ནས་གོང་དུ་བསྡད་དེ་གལ་ཆེན་པོ་ཞིག་བརྗོད་དྲན། འོ་ས་ཁ་དད་པ་ཟེར་དེ་ནི་དཀའ་སྤྱོད་ཐམས་ཅད་ཀྱི་རྩ་བ། དད་པ་མེད་པའི་མི་རྣམས་ལ་དཀའ་རོལ་ཆོད་ན་མི་སྐྱེ་ཞིང། ས་བོན་མེ་ཡི་ཚིག་བར་ལ་འབྲས་བུ་སྔོན་པོ་ཇི་བཞིན་དུ་གསུངས་པ། དད་པ་མེད་ན་ཨ་ནི་དཀར་པོའི་ཆོས་དེ་ཚོ་སྐྱེ་གི་མ་རེད། དཔེར་ན། འདྲེ་འདྲ་བོ་ནད་འདྲ་བོ་ཅིག་མེ་དྲག་སྟངས་ཤ་བ་ཅིག་ཞིང་ཁ་ནང་ལ་བཏགས་པ་ཡིན་ན། ཨ་ནི་ཡང་འབྲས་བུ་སྐྱེ་གི་མི་འདུག་ཨ། དཔེ་དེ་ནང་བཞིན་ཨ་ནི་ས་བོན་མའི་ཚིག་གི་ནང་བཞིན་དད་པ་མེད་ན་ཨ་ནི་དགེ་བའི་ཆོས་དགེ་བ་སྐྱེ་དགེ་བའི་ཆོས་དེ་ཡང་སྐྱེ་ཡོད་མ་རེད་གསུངས་བ་རེད། ང་ཚོ་ཚང་མ་བློ་དེ་དག་ཆོས་ལ་དད་པ་ཡོད་པ། ནང་པའི་ཆོས་ལ་དད་པ་ཡོད་པ། རང་གི་བླ་མ།

སངས་རྒྱས་བཅོམ་ལྡན་འདས་ཀྱིས་བསོད་ནམས་སྔ་མའི་སྡེ་དེར་སྡུག་བསྔལ་ཐམས་ཅད་སེལ་གསུངས་པས། བསོད་ནམས་བསག་དགོས་པས། བསོད་ནམས་བསགས་ན་བསོད་ནམས་ཀྱི་སྣ་མིན་ལ་བདེ་བ་ཡོང་གི་རེད། ང་ཚོ་ཚང་མ་ལ་བདེ་བ་གོ་གི་ཡོད་རེད་བ། བདེ་བ་གོ་ན་བདེ་བའི་རྒྱུ་བསོད་ནམས་བསག་དགོས་རེད། བསོད་ནམས་བསགས་ན་བསོད་ནམས་ཀྱི་སྣ་མིན་བདེ་བ་སྟེར་གི་རེད། སྡུག་བསྔལ་ཐམས་ཅད་སེལ་གི་རེད། བསོད་ནམས་རྣམ་གཉིས་ལྡན་དེར་གདུང་བ་ཐམས་ཅད་སེལ། གདུང་བ་ཐམས་ཅད་མེད་པར་བྱ། སྲེག་པས་སེལ་གྱི་རེད། བདེ་བ་ཐམས་ཅད་སྟེར་གྱི་རེད། བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་འགྲུབ། བསོད་ནམས་དང་ལྡན་པའི་གི་མི་དེ་ཨ་ནི་ལས་དོན་གང་འདྲ་ཞིག་སྒྲུབ་ཀྱི་ཡིན་ན་ཡང་དེ་ཡི་དོན་དག་ཐམས་ཅད་འགྲུབ་ཀྱི་རེད། བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་འགྲུབ་ཟེར་ནས་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐག་བཅད་ནས་གསུངས་བཞག་སྟེ་སངས་རྒྱས་བཅོམ་ལྡན་འདས་ཀྱི་ལྟོ་ན་ལ་ཡོད་རེད་དེ་ཡོད་དེ་ང་ཚོ་དུས་རྒྱུན་དུ་ནས་ཨ་ནི་བསོད་ནམས་ས་ཡའི་གས་ཆེན་པོ་དམིགས་བསལ་གྱིས་ན་ད་རིང་ང་ཚོ་རྗེ་བཙུན་དྲན་པ་དང་བྲལ་བ་ཆགས་ཡོད་ཁོ་ནས་རྗེ་བཙུན་སྒྲོལ་མེད་ཀྱི་ལྷ་ལ་ཡང་ནི་དད་པ་བྱས། རང་གི་དྲིན་ཅན་རྩ་བའི་བླ་མ་རྒྱལ་བ་རིན་པོ་ཡིན་པ་རྒྱལ་བ་རིན་པོ་ཆེ་ཡིན་པ་ལ་ཨ་རྣམ་པ་རྗེ་བཙུན་སྒྲོལ་མ་དགུང་ལོ་གཞོན་གཞོན་གཅིག་གི་རྣམ་པ་ཡོད་བསམ་པ་བྱས། ཨ་རང་གི་དྲིན་ཅན་རྩ་བའི་བླ་མ་དང་ཡི་དམ་ཨ་ནི་རྗེ་བཙུན་སྒྲོལ་མ་ནི་ངོ་བོ་དབྱེར་མེད་དུ་ལྟ་བའི་ཐོག་ནས་ཨ་ཕྱག་འཚལ། མཆོད་པ་ཕུལ། ཡས་ཨ་སྔགས་བསགས་ཡས་དེ་འདྲ་བྱུང་བ་ཡིན་ན

བསྐལ་བ་སྟོང་མང་པོ་ནས་བསགས་བཞག་གི་གེགས་ལས་ཆགས་ས་ཡི་ཆུ་བ་ཕོ་གཡས་ལ་སོགས་པ་ཆོས་ག་རེ་བྱས་བསོད་ནམས་ག་རེ་བསགས་པ་ཡིན་ན་ཡང་ཨ་ནི་ཁོང་ཁྲོ་གཅིག་གིས་བཅོམ་གི་རེད་གསུངས་པ། དེ་བཅོམ་གི་འདུག་ན་ད་ཨ་ན་དེ་ལ་ཐབས་ཤེས་ག་རེ་བྱེད་དགོས་རེད་ཟེར་ན་ད་བསྔོ་བ་བྱེད། བསྔོ་བ་བྱས་ཏེ་གལ་ཆེན་པོ་ཞུ་རྒྱུ་རེད། བསྔོ་བ་དེ་བྱས་ན་རང་གི་དངུལ།

རྣམ་པ་སོ་ཐུགས་སེ་འཕེལ་བ་དེ་ཐུགས་རྗེ་ཆེ་ན་ཞུ་ཡས་ཡིན་ད་ཕན་ཐོགས་སུ་དེ་ག་འདྲ་ཡོང་ང་གོ་མི་འདུག་དེ་ཡིན་ནའི་དེ་སྙམ་མདོ་ལ་རྩོམ་བྱས་ནས་སྐྱིད་པོ་ཞེ་དྲག་བྱུང་ཟེར་ནས་ཞུ་ཡས་ཡིན་ཨང་བདག་གིས་ཆོས་ཚོགས་དེ་བཙུགས་དགོས་ཡས་དེ་རང་ཡང་ཨ་ནི་གཅིག་ང་ཚོ་ཨུམ། ང་ང་ཚོ་ཀྲོ་རེ་འགྲོ་བའི་བོད་པ་མང་པོ་འབྲེལ་ཡོད་བོད་པ་མང་པོ་ཡོད་བ་ཡིན་ཙང་ཨ་ནི་སྐབས་གོ་ན་ཡོད་ད་ག་སང་གི་ངོས་ནས་ཨ་ནི་ད་ཅིག་ཆོས་ཕྱོགས་གས་ནས་ཞབས་ཕྱི་ཞིག་ཞུ་དུས་ཡས་ཅིག་བྱུང་ན་ཨང་དེ་འདྲས་ཅིག་བྱུང་ན་བསམ་པ་ཅིག་བྱས